ངའི་རྩ་བའི་བླ་མ་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག། ངའི་སྙིང་ཁོངས་ཀྱི་རྩ་བའི་བླ་མ་སྟེ། འཛམ་གླིང་ཞི་བདེའི་དེད་དཔོན། གངས་ལྗོངས་སེམས་ཅན་ཡོངས་ཀྱི་མགོན་སྐྱབས་གཅིག་པོ། ྋགོང་ས ྋསྐྱབས་མགོན་ཐམས་ཅད་མཁྱེན་ཅིང། གཟིགས་པ་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཉིན་མོར། འུ་ཅག་ཁ་བ་གངས་ཅན་པ་ཡོད་དོ་ཅོག་གིས། སྒོ་གསུམ་གུས་པས་ཕྱག་དང་བཅས། བཀྲ་ཤིས་བདེ་ལེགས་གྲངས་ལས་འདས་པ་ཞུ་རྒྱུ་ཡིན། སྐུ་ཉིད་ནི་འཛམ་གླིང་ཐོག། སྐྱེ་འགྲོ་གྲངས་ལས་འདས་པ་རྣམས་ཀྱི། སེམས་ཁོངས་ཀྱི་ཉི་ཟླ་ཡིན་ལ། དམིགས་བསལ་དུ། གངས་ཅན་པ་ཐམས་ཅད་ཀྱི་བདེ་སྐྱིད་ཀྱི་འབྱུང་ཁུངས་དང་འཚོ་གནས་ཀྱི་མགོན་སྐྱབས་ཁོ་ན་དེ་ཡིན། སྐུ་ཉིད་ཀྱིས་སྐུ་ན་བྱིས་དུས་ནས་བཟུང་བོད་ཁ་བ་གངས་ཅན་དང་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་བདེ་སྡུག་སེལ་བར་སྐུ་ངལ་འཛེམས་མེད་བསྐྱོན་པ་དང་སྐྱོན་བཞིན་པ་ང་ཚོའི་སྙིང་ཁོངས་སུ་ཁྲ་ལྷ་མེར་འཆར་ནས་ཡོད། མགོན་པོ་གང་ཉིད་ནི། ང་ཚོ་ཁ་བ་གངས་ཅན་གྱི། ཚེ་རབས་ནས་ཚེ་རབས་བར། མདོར་ན་ཐར་པའི་གོ་འཕང་གི། གནས་གསར་མ་སྐྱེས་པར། རྩ་བའི་བླ་མའམ། མགོན་སྐྱབས་ཁོ་ན་དེ་ཡིན། སྐུ་ཉིད་ཀྱིས་འཕྲོས་བཤད་དང། སྐབས་སུ་བབ་པའི། སྐུའི་ཞབས་སྤུས་སྨན་བཅོས་མྱུར་དྲག་གི་ཆེད་དུ། འཛམ་གླིང་ས་ཕྱོགས་གང་སར་བཞུགས་ཡོད་པའི་དད་གུས་ཅན་གྱི་སྐྱེ་བོ་ས་ཡ་མང་པོས་གསོལ་སྨོན་རྩེ་གཅིག་ཏུ་འདེབས་བཞིན་པ་དང། མ་ཟད་སྐུ་ཉིད་ཀྱི་སྨན་བཅོས་ལེགས་གྲུབ་ཀྱི་གཏམ་བཟང་རྣ་བར་གྲགས་པ་དང་ཅིག་ཅར་དུ་རང་དབང་མེད་པར་བརྗོད་མི་ཤེས་པའི་དཀའ་སྣང་གིས་མིག་ཟུང་ནས་མཆི་མ་ཤོར་མཁན་གྲངས་ལས་འདས། མདོར་ན་གངས་ཅན་པ་སྤྱི་བོ་གནམ་བསྟན་ཡོངས་དང། ཞི་བདེ་དང། བྱམས་སེམས་ཅན་གྱི་སྐྱེ་བོ་ཀུན་གྱིས་ངོ་ཚབ་ཞུས་ཏེ། མགོན་པོ་ཉིད་ཀྱི་འཁྲུངས་སྐར་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་འབུམ་ཕྲག་དང་འབུམ་ཕྲག་ཞུ་བཞིན་ཡོད། ངའི་སྙིང་ཁུངས་ཀྱི། མགོན་པོ་གང་ཉིད་སྐུ་ཚེ་ཡུན་ནས་ཡུན་དུ་བརྟན་པར་ཤོག།